ད་དེ་གང་ག་བླུ་ཚར་དེ་གང་ལ་ཨ་ནི་ངའི་གའི་སོག་བེ་ཚོན་ལ་བླུ་ཡིན་ངའི་གའི་སོག་བེ་ཚོན་ལ་བླུ་ཡིན་ངའི་གའི་སོག་ལ་ཉན་ག་འདུག་ལ་ནི་ཨ་ནི་ཚང་མ་གི་དྲ་རྒྱ་གང་ལ་དོན་ཡོད་ནི་ཨ་ནི་ཞུ་ཅིག་སྤྱི་ཚོགས་ལ་བྱེད་བེ་གི་རྣམ་པ་སྟོན་ནི་སོག་བེ་ཚོན་ལ་བླུ་གི་མ་རེད་ང་རང་ཚོ་བོད་མི་སྒྲིག་འཛུགས་ནང་ལ་བདེ་སྲུང་ཡོད་རེད་དེ་བདེ་སྲུང་གི་ལས་ཀ་ཅིག་ཆག་གི་ཆག་གི་ལ་དེ་བདེ་སྲུང་གི་ལས་ཀ་དེ་བདེ་སྲུང་ལ་བྱེད་མ་བཅུག་ཅིག་རྐང་ཚུགས་ནི་ཨ་ནི་ང་ཚོ་བདག་པོ་རྒྱབ་ནི་བྱས་པ་ཡིན་ན་དེ་ཏག་ཏག་བདེ་གི་མི་འདུག། ར། དེ་ཡིན་ཙང་ཨ་ནི་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ཁ་ཤས་ཀྱི་ཡང་སྤྱི་ཚོགས་ནང་ལ་གོ་བ་སྤེལ་གྱི་ཡོད་པའི་གྱི་རྣམ་པ་ཅིག་ཁྱེད་ནི་ཨ་ནི་དེ་གང་ག་དག་པོ་རྒྱག་པ་ཡིན་ན་དཀའ་ངལ་དེ་འཕྲད་གྱི་འདུག་ཨ་ནི། གལ་སྲིད་ཁྱོད་རང་ཚོ་གི་དྲ་རྒྱ་གང་ལ་བལྟ་བ་ཡིན་ན་མི་མང་ཆས་ཅིག་ད་དྲ་རྒྱ་གང་ལ་ཁོ་རང་ཚོ་ཁོ་རང་ཚོ་བཀའ་དྲིན་བཟོས་ནས་སླེབས་ཀྱི་ཡོད་རེད་ཁ་ཤས་ཅིག་དངོས་གནས་ཀྱི་སོ་སོ་གི་དཀའ་ངལ་རང་སྒྲོན་ནས་སླེབས་ཀྱི་ཡོད་རེད། ད་དེ་དཀའ་ངལ་སྒྲོན་ནས་སླེབས་ངེས་དེ་ཚོ་ལ་ཐབས་ལམ་རག་གི་འོ་མ་རེད་སུ་གས་སྐད་ཆ་དེ་ཚོ་ལ་དག་པོ་རྒྱག་རོགས་བྱེད་གི་འོ་མ་རེད་དེ་འདྲས་ཀྱི་སྐབས་ལ་ཨ་ནི་ཁ་ཤས་ལ་བཀའ་དྲིན།

ག་ལ་འོ་རེད Personal སྐད་ཆ་ཅིག་ཆབ་སྲིད་ནང་བཅུག་པ་རེད་ཆབ་སྲིད་ནི་ཡང Personal རེད་ལ་ནི་མ་ཅིག་བི་རྒྱ་པོ་བ་རེད་ད་ག་འདའ་མེད་ང་དེ་ཡ་བཟོས་བ་ཡིན་ན་རེད་མ་ཐོན་སྤིས་བ་ཡིན་ན་རེད་ག་འདའ་མ་འདའ་ག་འགའ་བལྟ་བ་ཡིན་ན་དེ་ཆབ་སྲིད་ཀྱི་གནས་སྟངས་ཅིག

ང་ཚོ་གི་ཚིག་དེ་ཚོ་བེད་སྤྱོད་བཏང་མི་དགོས་བྱས། སྤྱི་ཚོགས་དྲ་རྒྱ་གང་ན་ཁྱེད་རང་ཚོ་གི་ཚང་མིག་གི་མཐོང་ཡོད་རེད། དེ་འདྲའི་སྒང་ལ་ཨ་ནི་དངོས་ནས་མི་མང་ནང་ལོག་ལ་སེམས་འཚབ་སྐྱེས་དངོས་ནས་སེམས་པ་སྐྱོ། ཨ་ནི་དེ་སྒང་ལ་ད་དོད་ཡིན་ནའི་བོད་ཁ་ཆེ་ལ་ངེད་དེ་གི་དེ་འདྲའི་དགྲ་བོ་ཅིག་ཨ་ཁོ་ལ། ཁོ་ལ་ཁ་ལག་པར་དཔལ་ལས་ཤེས་པའི་གི་རྣམ་པ་ནས་ད་དོད་ཁོས་གི་ལན་བཞག་ཁྱོད་གི་བུ་ལན་དེ་ཁོས་གི་སྲིད་པ་ཡིན་དོག་དོག་བཤད་བཤད་དུས་སྒང་ལ་ཨ་ནི་གང་སེང་གི་བྱས་བཞག་ཁྱོད་གི་ཀེར་དེ

གལ་སྲིད་ཁྱེད་རང་ཚོ་གི་དངོས་ཡོད་གནས་ཚུལ་དེ་ཧ་གོ་གི་ཡོད་ན། དེ་འདྲའི་སླེབས་རེད་ང་ལ་དཔང་རྟགས་དེ་མཉམ་དུ་ཡོད་ད། དེ་ག་ཅིག་པུ་ཚད་ཀྱི་མ་རེད་དེ་གང་གང་ཡིན་ཚ་བའི་རྗེས་ཨ་ལ་ད་དེ། མ་གལ། ཉིས་སྟོང་ཉི་ཤུ་ཚེ་ལྔ་ཡི་སྐད་ཆ་རེད་ད་རིང་ཉིས་སྟོང་ཉི་ཤུ་རྩ་དྲུག་ལ་ཡང། འདུག་ས་ཁོ་རང་ཚོ། ལྡི་ལི་ཆུ་བཞི་སྒང་དྲུག་གི་བརྟན་བཞུགས་ཅིག་ཕུལ་གི་ཡོད་རེད་ལ་དེ་གང་ལ། ད་ང་ཚོ་འདི་གྲས་ལ་ཞེ་དྲག་འགྲོ་གི་མ་རེད་ཡུ་ནོ་ང་ཚོ་གི་གང་གང་མཐོང་ཡོད་རེད་ལ་ད་རིམ་པ་གང་གང་ཧ་གོ་གི་ཡོད་རེད།

ག་ལོག་རེད་ཡང་ལག་ཅིག་ཡིན་ལ་ནས་ཨ་ནི་ཁོ་རང་ཚོ་སྒྲིག་འཛུགས་ཡིན་ན་ཨ་ནི་ཁོ་རང་ཚོ་ག་རེ་བྱེད་བྱེད་རེད་ག་རེ་བཤད་བཤད་རེད་མདོག་མདོག་བྱས་ནས་བལ་ཡུལ་གྱི་ཆོས་འབྱོར་གླིང་ནང་ལོག་ལ་ཁོ་རང་ཚོ་གི་ཧམ་པ་བཤད་པ་ཅེག་ད་ག་ཚིག་ག་གཉིས་དེ་བ་ལ interview བྱེད་དུས་གང་ལ་ཨ་ནི་ག་རེ་ཤ་བ་རི་པ་ལ་ནས་དེ་གི་ས་ཆ་ཅིག་གི་ཨ་ནི་ཡང་ཆོས་རྒྱུད་ཀྱི་ཁག་ཅིག་ལ་ཨ་ནི་ཡང་ཐོབ་ཐང་འདྲ་མཉམ་མེད་པའི་གི་གང་ནས་ཁོ་གི་ཧ་གོ་རུ་གོ་གི་མི་འདུག་ཨ་ཁོ་གི་ད་རིང་ན་ཆོས་གོས་མེད། ཨ། སྐྱོ་ལུགས་བཤད་ཆོག་གི་མེད་གོང་གསལ་གླེང་ཆོག་གི་མེད་ཞི་བུ་ཁ་ཅིག་བྱེད་ཀྱི་ཡིན་ལབ་དེ་ཁོ་ག་རེ་བྱེད་མི་འདུག་ཨ། ལ་ན་ཁོ་གིས་ང་བོད་ང་བོད་པ་ཡིན་ངས་བོད་ལ་འོས་འཕེན་ལབ་དེ་འདུག་བསྟབས་པ་ཡིན་ན། ཁོ་རང་ཚོ་གི་འདས་པའི་གི་བརྒྱུད་རིམ་ནང་ལོགས་ལ་འོས་བསྡུའི་གི་སྐབས་ལ། དངོས་གནས་འོས་མི་རྣམས་ལ་ངས་ང་ཡིན་ང་ཡིན་པ་ཡིན་ན་རེད། ཨ་ནི་ངེད་ཀྱི་གནས་སྟངས་སྒང་ནི་ཁོ་རང་ཚོ་གི་མིག་བཙུམ་ནས་ཐུ་ཤོར་ཤོར་བ་ཡིན་ན་རེད་དེ་གང་ག་ལ་ལྟ་དུས་གང་ལ་ང་བོད་པ་ཡིན་ངས་བོད་ལ་འོས་འཕེན་ལ་དེ་ལྟའི་ཁ་མང་རྒྱབ་ནས་ང་ལ་མཐོང་ཆུང་བྱེད་པའི་གི་སྐད་ཆ་སྒྲོག་ཤིག་ཆགས་གི་འདུག་བ་ག་ཅིན་ལ་ན་སྤྱི་ཚོགས་ནང་ལོགས་ལ་ག་ཤེད་ཅིག་གི་ད་ང་འདྲེ་མ་རེད་ཨ་ནི་ང་མོ་བོད་པ་མ་རེད་ལ་དུས་གང་ལ་ཨ་ནི་དེ་གི་གོ་བ་ཅིག་བླུགས་པ་འདྲ་བོ་ཡོད་ཆགས་གི་འདུག་བ་དམིགས་བསལ་གི་ཡང་དེ་ལ་ཐུགས་རྒྱབ་ནས་ངེད་ཀྱི reference ཅིག་སྤྲད་དགོས་ན་ཨོས་དེ་ལྷན་ཁང་གིས་ཁོ་རང་གི་རང་བཙན་ཁ་ཁེར་བར་སླར་གསོ་མང་པོ་ཅིག་བྱས་ཡོད་རེད། དེ་ག་གཅིག་པུ་ཚད་ཀྱི་མ་རེད། དེ་ག་གཅིག་པུ་ཚད་ཀྱི་མ་རེད། ཕྱིར་འཛམ་བུ་གླིང་གི་ད་ག་ལ་བོ་རེད། News Media ལས་ཁྱོད་ཀྱིས་ཨ་ནི་བད་ཁོ་རང་ང་ཚོ་རང་བཙན་རྩོད་ཀྱི་ཡོད་ལ་དེ་ག་ལ་ཨ་ནི།

གྲོགས་པོ་སྨན་པ་ཅིག་རེད་ཁོ་རང་ལ་མཐོང་ཆུང་བྱས་ནས་ཨ་ནི། ཉའ་ལི་འབྲོག་ཁ་དེ་ཡར་སྤང་ལ་སྐྱ་ཡ་དང་དེ་ཚོ་གང་ག་གི་ལྟ་དུས་གང་ལ་ཁོ་རང་གི་ལངས་ཕྱོགས་དེ་ཨ་ནི་ང་རང་ཚོ་འགྲིག་འཛུགས་ཀྱི་ཁ་བཏད་ལ་ཤུགས་ཆེན་པོ་ཡོད་པ་དེ་རྟགས་སྟོན་པོ་འདུག་ཨ་དམིགས་བསལ་གྱི་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་གང་ལ་དེ་ཚང་མ་ཡིན་དུས་གང་ལ། ད་རིང་ཁོ་རང་གི་ཨ་ནི། འོས་བསྡུ་གི་སྐབས་ལ་ཞུ་ག་བྱེད་ཀྱི་ཡིན་ཨ་ནི་ངས་ལས་ཀ་ཞུ་བྱས་ཡོད་ཨ་ནི་འགྲོ་དུས་གང་ལ་མིང་བརྗེ་ད་སུ་ཡིན་ནས་ཁྱེད་ནི་འགྲོ་གི་མ་རེད་བ་ལས་དེ་ཏག་ཏག་བསྡད་ཀྱི་ཨ་ཡིན་ན་བསམ་གྱི་འདུག་ཁྱེད་རང་གཙོས་ཆང་རེད་ཁྱེད་རང་གཏོང་རྒྱུ་རེད་མ་གཏོགས་གཞན་གཏོང་མཁན་ཡོད་མ་རེད་ད Accountability ལས་ཀྱི་ཡོད་རེད་དེ་གང་ལ་ཁྱེད་རང་འགྲོ་ཐུབ་ན་ཡག་པོ་ཡོད་རེད་ཁྱེད་རང་འགྲོ་མ་ཐུབ་ནས་ང་རང་བཟའ་ཟླ་དེ་བོད་ཁ་ཆེ་འདྲ་བོ་མི་དེ་རྡ་རམ་ས་ལ་ལ་གཏན་ཤུལ་ཕུད་ཁ་གླས་འདུག་ལ་ནི་གཏན་ཤུལ་ཕུད་ཨ་ཅེ་ད་ཕ་ཚེ་ཕ་རེད་ཁོ་ལ།

ད་དེ་འདྲའི་རྗེས་ནས་ང་ཚོའི་སྤྱི་ཚོགས་ནང་ལོག་ལ་སྤྱི་ཚོགས་དཀྲུགས་དགག་བྱ་རྒྱབ་སྤྱི་ཚོགས་ནང་རྙོག་པ་སྤེལ་མི་མང་ལ་སྐྱིད་པོ་མེད་པ་བཟོས་སྒྲིག་འཛུགས་ལ་མཐོང་ཆུང་བྱས་ཨ་ནི་སྐྱབས་མགོན་རིན་པོ་ཆེ་ལགས་ལ་འཚེ་མེད་ཞུ་བྱེད་ངེས་ཅིག་ཡེ་གེ་སྒྲིག་འཛུགས་ཀྱི་སྒང་ལ་བསྡད་ངེས་ཅིག་སྙམ་དོ་གློ་བ་དང་མཆིན་པ་སྦྱར་བསྡད་ཡོད་ན་ཨ་ནི་འདི་ལ་ང་ཚོ་དཀའ་ལས་ཁག་པོ་སྤེལ་ཆགས་ཚར་འདི་ལ་ང་ཚོ་གིས་ཤེས་མ་ཤེས་ཡོད་མ་རེད་ང་རང་ཚོ་གིས་སྒྲིག་འཛུགས་འདི་གལ་ཆེན་པོ་རེད་སྒྲིག་འཛུགས་འདི་ཧ་ལས་པའི་གལ་ཆེན་པོ་རེད་དེ་ཡིན་ནའི་སྒྲིག་འཛུགས་ཀྱི་རྒྱབ་དེ་ག་དུས་ལངས་དགོས་དོན་ཧ་གོ་དགོས་པར་གདའ། སྒྲིག་འཛུགས་ཀྱི་ནང་ལོགས་ལ་བསྡད་ངེས་ཀྱི་མི་ག་ཤེད་ཅིག་ཁོ་རང་ཚོ་གི་ནོར་ན་ཡང་ད་དོན་ང་ཚོར་སྒྲིག་འཛུགས་ལ་སྐྱོར་རྒྱུ་ཡོད་སྒྲིག་འཛུགས་གལ་ཆེན་པོ་རེད་སྐྱབས་མགོན་རིན་པོ་ཆེ་གི་ཟོལ་སྐྱོར་རེད་ལ་ན་དེ་ཏག་ཏག་བསྡད་དགོས་མ་རེད། དེ་འདྲས་བྱེད་ཀྱི་ཡོད་ཡིན་ཙང་བསྟན་པ་ཡི་ཡ་གི་སྒང་ནས་ཤི་གི་འདུག་ལས།

དྲང་པོ་དྲང་ཤ་གང་ལ་འགྲོ་ཕོག་ངེས་དང་བབ་ཕོག་ངེས། དཀོན་པོ་རེད་ཨ། དེ་འདྲའི་བྱེད་ཡུལ་འདི་གང་ལ་ཨ་ནི། ཚང་མས་ཀྱི་ཨ་ནི་དྲང་པོ་གི་པགས་པ་ཅིག་གྱོན་ནས་ཡོང་ནས་ཨ་ནི་དྲང་པོ་བཤད་ཀྱི་ཡོད་ཨོ་དོང་དོང་བྱས་པ་ཡིན་ན་དེ་ཏག་ཏག་རྩ་བ་ཉིད་འདེགས་ཀྱི་ཡོད་མ་རེད། ད་ཟླ་མགོ་ད་རིང་དེ་བ་ལ་ཡང་དེ་ནིའུ་ཡོག་ནིའུ་ཇེར་སི་དེ་བ་ལ་ཡང་ཡང་དེ་ད་ཉི་འབུམ་ལ་ངའི་སྤུ་གུ་དེ་ཡང་ག་ལ་འོ་རེད། ཁོ་ཡང་རྩ་ལངས་འདུག་ཨ་ཡང།

སྐལ་བཟང་དབང་མོ། སྐལ་བཟང་དབང་མོ། སྐལ་བཟང་དབང་མོ་དང་ཚེ་འགྲོ་ཨ་གཉིས་པ་ར་ལ་རྩེད་ཅིག་ཤོག་རེད། རྩེད་དེ་ཤོག་ས་དེ་ཨ་ནི་སྐབས་བཅོ་བརྒྱད་ཀྱི་མོ་རང་གཅིག་གི་ཨ་ཞང་ཐུག་གཅིག་དེ་མོ་རང་རང་ཕེ་ཁེ་ནང་ལ་ཡོད་ཡིན་ཙང་ཁོ་རང་ཚོ་མཐུན་གི་མེད་སྒོས་ཀྱི་སྐད་ཆ་དེ་གང་ལ་སྐལ་མེད་གཉིས་རྩེད་ཤོར་སྐལ་མེད་གཉིས་རྩེད་ཤོར་ནས་ཕར་ལབ་རི་རྩེད་ཚུར་ལབ་རི་རྩེད་ཀྱི་པ་ར་ལ་དེ་ཉན་པ་ལགས་སོ་ཉན་པ་ལགས་བཀྲིས་ཀྱི་བེད་སྤྱོད་ཡག་ཐད་ཅིག་བཏང་པ་རེད་བཏང་ནས། ཨ་ནི། ཁོ་རང་གཉིས་ཀ་ལ་ངས་ཁྱེད་རང་གཉིས་ཀ་ཚོད་ཟིན་ལ་ནི་ལ་དུས་གང་ན་གཅིག་གིས་ཚོད་ཟིན་པར་དེ་གཅིག་གིས་ཚོད་མ་ཟིན་པ་རེད། དེ་སྐད་སང་ངོ་ཚོད་མ་ཟིན་པ་རེད། ཚོད་མ་ཟིན་དེ་གང་ལ་ཨ་ནི་རྙོག་པ་དེ་གང་ག་བསླངས་བ་རེད། རེད་བ། བསླངས་ནས་ཨ་ནི་བཞུགས་ཚར་རེད་ང་ད་འདོད་ཉི་འབུམ་གྱི་རྒྱབ་ལ་རྒྱབ་ལས་ལངས་ནས་ཨ་ནི་ཞི་བུ་ཅིག་དྲང་པོ་ཡོད་པའི་གི་སྐད་ཆ་ཅིག་རྩོད་པ་རེད། གནས་སྟངས་དེ་ག་རེད་ལབ་བ་ཡིན་ན་ཁྱེད་རང་ཚོ་སྐབས་བཅོ་བརྒྱད་ཀྱི་སྤྱི་ཚོགས་ག་ལ་བ་རེད། བོད་རིགས་སྤྱི་མཐུན་ཚོགས་པ་ནང་ལོགས་ལ་ཡོད་དེ་ཡོད་ཞེས་པའི་བར་རག་གི་གནས་སྟངས་ཅིག་ཡིན་པ་ཡིན་ན་དུས་དུས་རང་སེལ་ཐབས་བྱས་འོ་རེད། དེ་མ་ཟད་ནི་སྐབས་བཅུ་དགུ་གསར་བ་སླེ་ལོང་མེད་ལ་དེ་ཚོ་གང་ལ་མགོ་གང་ལ་ཞྭ་མོ་གཡོ་འོག་ནི་དེ་ཚོ་ལ་མི་ངན་དང་ཚིག་ངན་དང་ཨ་ནི་མིང་ཆད་སྤྲད་པ་ཡིན་ན། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ག་ལ་བ་རེད་དང་ལ་དོན་ནི་ཞབས་ཕྱི་ཞུ་མཁན་དཀོན་པོ་ཆགས་ཚུལ་དང། ཨ་ནི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡིན་པ་ཡིན་ན་ཨ་ཡག་གཅིག་འགྲོ་བ་ཡིན་ན། འགྲོ་སོང་སྤྲད་ངེས་ཅིག་མེད་པ་ཡིན་ན་ཨ་ནི་ཡང་ང་ཧྥིལ་བྱེད་ཀྱི་ཡོད་དག་ལ་ནི་ངོམ་སོ་བྱེད་ག་ཡོང་ངེས་ཀྱི་སྤྱི་ཚོགས་ཅིག་ཆགས་ཡོད་དུས་གང་ལ། ཨ་ནི། བྱེད་དུས་གང་ལ་སོ་སོ་ལ་དགའ་ངེས། མི་གཞན་པའི་གི་བྱེད་དུས་གང་ལའང་ཕྲ་དོག་གི་ཨ་ནི་བད་ཀོ་རང་མཛུ་གུ་རྐྱང་རྐྱང་བཙུགས་བསྡད་པ་ཡིན་ན་དེ་ཏག་ཏག་བསྡད་གི་མ་རེད་བསམ་གྱི་འདུག། དེ་འདྲའི་ཡིན་དུས་གང་ལ་འོས་བསྡུ་ལས་འགན་ཁོ་རང་ལ་ཡིན་ནའི་མིང་ཅན་ཆ་ནས་འགྲོ་དོན་མེད་ན་ང་རང་ཚོ་སྤྱི་སྤྱི་པའི་ནང་ལོགས་ལ་ཡི་སྤྱི་ཚོགས་ནང་ལོགས་ལ་མི་སུ་དང་སུ་ཡིན་པ་ཡིན་ནའི་དམིགས་བསལ་གྱི་ད་དོན་གཞུང་གཞུང་དང་འབྲེལ་བ་མི་འགྱོག་གི་རྐུབ་བཀྱག་འདྲ་བོ་དེ་འདྲའི་ང་རང་ཚོ་སྤྱི་མཐུན་ཚོགས་པ་འདྲ་བོ་དང་ཨ་བོད་མི་ཚོགས་པ་འདྲ་བོ་དང་གཞོན་ནུ་ཚོགས་པ་འདྲ་བོ་དང་འདྲ་ནང་ལོགས་ལ་སུ་དང་སུ་ཡིན་ནའི་ཡང་མི་ངན་དང་ཨ་ནི་ག་ལོགས་རེད་མིང་ཅན་ཁྱེར་ནས་འགྲོ་འདོད་ཡོད་མ་རེད་ད་དེ་ཁྱོད་རང་ཚོ་རྐུབ་བཀྱག་གང་ལ་ཡོད་ནི་རྐུབ་བཀྱག་གི་དངོས་གནས། ཐོངས་འདི། བེད་སྤྱོད་བཏང་ནས་ལག་ལེན་བསྟར་ཡག་གི་ཚབ་ལ་ཁྱོད་རང་ཚོས་ང་ཚོ་མི་སྐྱོ་མ་ན་ཞིག་བྱས་ནས་ཨ་ནི། ང་ཚོའི་མིང་ཅི་ཁྱི་ནི་འགྲོ་འདོད་ཡོད་མ་རེད་ལ་ནི་སྐད་ཆ་ཆུང་ཆུང་དེ་འདྲས་ཅིག་བཤད་པ་ཡིན་ན་ཧ་ལས་པའི་གི་ཐབས་སྐྱོ་བོ་རོགས་ཨ་དངོས་གནས་བྱས་ན་ཁྱོད་རང་ད་ག་རང་རྐུབ་བཀྱག་གང་ལ་ཡོད་དུས་གང་ལ། ཆེ་མཐོང་ཡོད་པའི་གི་རྐུབ་བཀྱག་ཅིག་ཡིན་དུས་གང་ལ་ཐིག་གི་སྒང་ནས་ལག་ལག་ལེན་བསྟར་བ་ཡིན་ན་ལག་ལེན་ནན་པོ་ཅིག་བཏང་ནས་དངོས་གནས་ལས་ཀ་ཅིག་ལས་ན་ལས་ཐུ་ཡ་ཡོར་དེ་ཨ་ནི་ཁྱོད་རང་ཚོ་ལ་འཇོན་མདོག་མི་འདུག་ལ་ཡི་དེ་ད་ག་རང་ལ་བོར་ང་གིས། ཁྱོད་རང་ཚོ་ལ་འཇོན་ཐང་དང་ཡོན་ཏན་དཔག་ཚོམ་མི་འདུག་ལབ་བའི་རྒྱུ་མཚན་ངོ་དེ་ལ་ཐུག་གི་ཡོད། དེ་ཡོད་ན་ཀང་འདི་ཏག་ཏག་བསྡད་ཀི་མི་འདུག། ཨ་ནི། ཉེས་ཕུང་ཁོ་རང་ལ་ཡིན་པ་ཡིན་ནས་དྲང་བདེན་ཨ་ན་ཞར་སྒོ་འབྱེད་ཡི་ཡོག་མ་རེད། ད་དང་པོ་ད་རིང་འདས་ཉན་པ་ལགས་སོ་ཉན་པ་ལགས་དྲིས་ཀི་ཁོས་བིདེའོ་བེད་སྤྱོད་བཏང་སྟངས་འདི་ནང་ལ་ཁོ་གི་ད། བྱོ་ལ་བསམ་གཏན་ལ་ངས་འདི་བེད་སྤྱོད་བཏང་ཡག་བྱེད་ཀི་འདུག་ཨ། བྱོ་ལ་བསམ་གཏན་ལ་ངས་རྩིས་པ་བསམ་གཏན་ཟ་ཨོ། བྱོ་ལ་བསམ་གཏན་མ་རེད་རྩིས་པ་བསམ་གཏན། རྩིས་པ་བསམ་གཏན་ལ་ངས་ལ་ངས་མི་མི་ཁོ་རང་འདྲ་པོ་སྦྱིན་པ་ཡིན་ན།

ག་དུས་ཡིན་ནས་མགོ་བརྒྱབ་པ་ག་དུས་ཕོན་བཏང་ན་དུས་ཚོད་ལ་མ་ཁོམ་པ་ག་ཅི་ན་ན་ཁོ་བིཟི་རེད་འདུག་བ་པར་ཏྲི་ཚུགས་དུས་གང་ལ་པར་ཏྲི་ལ་རབ་བསད་དེ་ཚོ་ནང་ལ་སྐྱ་ག་འགྲོ་རབ་བསད་དེ་ཚོ་ཁ་ལག་སྤྲད་གྲོགས་པོ་བཟོས་བཞིན་བསྡད་ནི་ཁོ་བིཟི་རེད་འདུག་བ་ཨ་ནི་ཁོ་ལ་མིག་གི་སྔོན་ནས་ཧོལ་བུ་ཀིང་བྱེད་དགོས་ཀྱི་འདུག་ལ་ནི་འབྲེལ་བ་བྱེད་ག་ཡོང་པ་ཡིན་ན་ཨ་ནི་ཁོ། ཕོན་རྒྱག་གི་མི་འདུག་མི་མཐོང་ཡག་མི་འདུག Busy རེད་འདུག་ཨེ་འདྲ་ཀྱང་ཀྱང་ཡིན་དུས་གང་ལ། ཁོ་རང་གི་བྱབ་ཀྱག་ཀྱོག་གི་ལས་ཀ་འདི་ལ་ད་འདོད་ཡེ་ནས་ཡང། ད་ཨོ་ཚེ་མན་གྲོགས་ལ་ནི་བྱ་བྱ་བྱ་བྱ་དུས་གང་ལ། ཁོ་རང་ནོར་ནས་ད་འདོད་ཁོ་རང་སྤོར་ཅོག་ལོག་འོང་མ་ཟད། ཨང་ཁོ་རང་ལ་པར་རྒྱག་ཡ་ཡིན་ན་ཅིག་མ་སྤྲད་ན་ཁོ་ལས་ཀ་གཡུག་འགྲུག་ཡིན་ལ་ཡ་དེ་འདྲའི་ཧམ་པ་ཅིག་བཤད་ཡོད་དུས་གང་ལ། ཨང་ཁོ་ལ། དགོངས་པ་ཞུ་ལ་ནི་ལ་རྒྱོ་དེ་ལ་ཁོ་དགའ་ན་ཁོ་རང་ཞི་བུ་གཅིག་གཙང་མ་དང་དྲང་པོ་ཞི་བུ་གཅིག་ཡིན་པ་སྤྱི་བ་ལ་ཞི་བུ་གཅིག་ཕན་ཐོགས་ཀྱི་ཡོད་པའི་རྣམ་པ་ཞིག་བསྟན་པ་ཡིན་ན་ནོར་བུ་ལྷ་མོ་མོ་རང་གི་ལ་ཁ་ནི་ལ་དུ་བ་ཨ་ཁྱེད་རང་གི་ཨ་ནེ་ག་ས་ག་དུས་ཡིན་ནའི་འབྲེལ་བ་བྱས་ན་ཁྱོད་རང་ལ་ལན་མི་འདུག་ཁྱོད་རང་མཐོང་ཡག་མི་འདུག་ཨ Manager རེད་ལ་ནི་སྤྱི་ཁང་གི་གཡག་ཡོན་ལ་མཐོང་གི་མི་འདུག་ལ་ནི་ཁྱོད་རང་ཚོ་སེམས་པ་ལ་སྤྱི་ཁང་ལ་ག་ས་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ལས་ཀ་ལས་ཡ་ལ་ཁྱོད་རང་ཚོ་མ་དུ་མས་བསམ་ན་ཁ་ཤས། ཁྱོད་མེད་ན་ང་ན་ནི་བང་སྒྲིག་ནི་བསྡད་དེ་ཡོད་རེད་ད་ཨ་ཁུ་ཟ། བང་སྒྲིག་ནི་བསྡད་ཡོད་རེད། ཡིན་ནས། མི་མང་གིས་དེ་ཚོ་ལ་འོས་བླུགས་དང་མ་བླུགས་ད་སུ་ལ་འོས་བླུགས་དང་མ་བླུགས་དེ་ཚོ་མི་མང་ག་འདྲ་ལྟ་བོར་ལ་ན་སྤྱི་ཚོགས་ལ་དཀྲུགས་ཤིང་རྒྱག་ངེས་དང་སྤྱི་ཚོགས་ལ་རྙོག་དྲ་བཤད་ངེས་དེ་ཚོ་མོ་གོ་ལ་འདེ་གོ་བར་མ་དོ་ཁྱོད་རང་གི་རྒྱབ་ལ་ཁྱོད་རང་གི། བིད་འགྲོ་དེ་ད་རིང་ཁ་སང་སུ་གི་བེད་སྤྱོད་བཏང་འགྲོ་གི་འདུག་བ་དེ་ཚོ་རང་ལང་སླེ་ཡོད་རེད་དེ་ངས་ཉི་འབུམ་ལ་ཁོ་རང་ལ་ངས་ཧྥོན་བཏང་ལ་ཚར་བ་རེད། ཁྱོད་རང་གི། མཱེ་ནེ་ཇེ་བྱས་པའི་རིང་ལ་ཁྱེད་རང་གི་ལས་ཀ་ཡག་པོ་མ་ལས་པ་དེ། ནོར་བུ་ལྷ་མོ་གི་ཁ་ནས་ཤེས་བྱ་རྒྱོགས་དེ་མི་གཅིག་ལབ་མི་དེ་གི་ཤེས་བྱ་རྒྱོད་དེ་གཅིག་གང་ན་ལབ་ང་གས་དེ་གོ་སོང། དེ་ཁྱེད་རང་དང་པོ Verified བྱེད་དང་ནོར་བུ་ལྷ་མོ་ཉམས་དོག་ལ་རེད། དང་པོ་ཁྱེད་རང་གི་སྐད་ཆ་དེ་རེད་དམ་མ་རེད་ཁྱེད་རང་ནོར་སྐད་ཆ་དེ་དོན་ས་ནོར་བུ་ལྷ་མོ་རེད་ཤག་ནོར་བུ་ལྷ་མོ་ལ་སྐད་ཆ་བཤད་ནས་ལྟ་ལ་རེད་ཁོས་ལྟ་མི་འདུག་བ་ཁོ་ཨ་ལེན་ད་ལེན་མི་འདུག་བ་ཁོ་ང་ལ་ཡི Block བྱེད་འདུག་བ། ལ་དེ་ཁོང་ཁོ་ལ་དྲང་བདེན་ཨ་ན་ཞར་གོ་ཅི་ཡོད་མ་རེད་ཁོ་ད་འདོད་ཨེ་ན་དྲང་པོ་ཞུ་ཡོད་ཡོད་མདོག་མདོག་བྱས་ནས་ད་བརྩིས་པ་བསམ་དོན་མདུན་ལ་འཁྱིལ་ནས་ཡོང་གི་འདུག that means in the beginning ཁྱེད་རང་གི་ཞུ་བོ་དྲང་པོ་ཡིན་ང་ཚོ་མ་འོངས་པ་གི་ན་གཞོན་དང་མ་འོངས་པ་གི་གཞོན་སྐྱེས་དང་སློབ་སྦྱོང་ཡོད་ངེས་དེ་ཚོ་ལ་གོ་སྐབས་རག་གི་མི་འདུག་ལད་དེ་དེ་སྐྱག་རྫུན་རེད་དོ། ངས་ཀྱི་ཁྱེད་རང་ལ་རྒྱབ་སྐྱོར་ཡོད་ལྷ་ས་གནམ་བདག་ཨ་མ་ཁྱེད་རང་ལ་དྲང་པོ་ཡོད་པ་ཡིན་ན་ཡིན་དེ་ཡིན་ལ་ནི་ང་ཡང་ཁྱེད་རང་མཉམ་དུ་ཡོད་སླད་ཡིན་པ།

ཡང་མེད་ན་ཁྱོད་རང་སོ་སོ་སྐབས་བཅོ་བརྒྱད་ནང་ལོགས་ལ་ཡོད་ཞགས་པའི་གི་རྙོག་དྲ་དེ་མ་འཇམ་བཅོས་དགོས་གོ་རེད་ཡང་མེད་ན་ཐག་བཅོས་དགོས་གོ་དེ་ཚོ་བཅོས་མ་ཐུབ་ནི་དེ་མི་གསར་བ་གླེ་ལོང་མེད་ལ་མགོ་གང་ལ་ཞྭ་མོ་གཡོག་པ་ཡིན་ན་ཁོ་རང་ཚོ་གས་ཁོ་རང་ཚོ་གི་སྤྱི་མཐུན་ཚོགས་པ་གི་ངོ་བོ་ཅིག་དངོས་གནས་ད་སྤྱི་མཐུན་ཚོགས་པ་ག་དུས་སླེབས་ནས་རྙོག་དྲ་འདུག་ད་རིང་སྤྱི་མཐུན་ཚོགས་པ་དེ་ཡག་པོ་ཞིག་འགྲོ་དགོས་ཨ་བསམ་ནི་ཚོགས་གཙོ་ལགས་ཀྱི་ཡི་གེ་ནི་བཀའ་གནང་ནི་ང་ཚོ་སུ་གང་ཅིག་ཁ་གྲག་གི་མེད་ད་ལ་ནི། གྲགས་དགོས་ཡ་མེད། ལ་ནི། དེ་ཚོ་ལ། ཡིག་ཐོག་གི་རྐང་ནས་གྲགས་པ་ཡིན་ན་གྲགས་པ་རེད་མ་གཏོགས་ད་གཟིག་ང་ཚོ་ཁ་གྲགས་ཀྱི་མེད་ལ་ནི་ལབ་ལབ་རེད། ལབ་ན་ཡང་ད་འདོད་ཡིན་ནའི་ཁྱོད་རང་ཚོ་གི་མི་ལ་སྙད་རྩ་རྩ་ནས་ཧོལ་ནང་ལོག་ལ་འཛུལ་ཡོང་ནས་མིག་གི་ཁ་ནང་ལོག་ལ་པད Microphone འདུག་བླུགས་ནས་ཁྱོད་སྟོང་ཕྲག་ལྔ་བཅུ་ཡིན་ནའི་ཅི་ཟ་ཡིན་པ་ལ་དུས་གང་ལ་ཨ་ག་དུས་ཟ་སོང་ག་འདྲས་ཟ་སོང་དེ་ལ་ལན་ཅི་ལྟར་རྒྱག་དགོས་རོགས་ཞེས་སྨྲས་ན་ཨ་ད་ཁ་ཚུམས་བསྡད་སོང་ལན་མི་འདུག་དངོས་གནས་རང་ཟ་ཡིན་ས་རེད་ལགས་རོགས།

ཧ་གོ་སོ། ད་རིང་འདི་སྤྱི་ཚོགས་ནང་ལོགས་ལ། དངོས་གནས་དྲང་པོ་དྲང་ཤར་བཤད་མཁན་ཅིག། ཨ། ང་ཚོ་སྤྱི་ཚོགས་ནང་ལོགས་ལ་ལངས་ནས་དེ་འདྲས་བྱེད་ཀྱི་འདུག་ལ་དེ་གང་ལ་དེ་ལས་ཁྱེད་རང་ཚོ་གིས། ཨ། འོས་འཕེན་གོ་ས་ལ་མ་འཕེན། ཨ། ད་འདི་ནས། སྤྱི་ཚོགས་ནང་ལ་ཁ་མག་བརྒྱབ་ནས་དྲང་པོ་བཤད་མཁན་ལ་རྒྱབ་སྐྱོར་རག་གི་མ་རེད་ལབ་ན་ཁྱོད་རང་གིས་མི་མང་ལ་ཞབས་འདྲི་ཞུ་གི་འོར་ད། ཁྱོད་རང་གིས་མི་མང་ལབ་འོར་མི་མང་དྲང་པོ་མི་འདུག་ལ་ནི། མི་མང་དྲང་པོ་མེད་དགོས་དེ་ཁྱོད་རང་ཚོ་གིས་གཡོལ་གི་ཡོད་བ། ཁྱོད་རང་ཚོ་གིས་གཡང་གི་ཡོད་བ་མི་མང།

ཨ་ལེ་དང་པོ་ཁྱོད་རང་དྲང་པོ་ལ་ནི་དྲང་པོ་ལ་རྒྱབ་ལངས་ངེས་ཡོད་དམ་མེད་ཕ་བཞག་ད་ཁྱོད་རང་སོ་སོ་དྲང་པོ་ཡིན་པས་ལས་བྱོས་སོ་སོ་དྲང་པོ་མེད་ཚར་རྗེས་ཨ་ལ་དྲང་པོ་ལ་རྒྱབ་རྒྱོག་ལངས་ངེས་ཡོད་དམ་མེད་སྐད་ཆ་གོ་ར་ཡོད་མ་རེད Sorry my allergy ཨ་འདི་གང་ག་ཡིན་འདི་གང་ལ་ད་འདོད་ཡིན་ནས་ཞི་བུ་གྱིས་སོ་སོ་ལ་དྲང་འདོད་ཡོད་མདོག་མདོག་བྱས་ནས་ཧམ་པ་ཅིག་བཤད་ནས་ད་འདོད་མིག་གིས་དྲང་པོ་འདི་ལ་ཨ། རྒྱལ་ཁ་ཐོག་མི་འདུག་ལ་ནི་ཆེད་ལས་ཀྱི་རྣམ་པ་ཅིག་དང་ཨ་ནི། རྒྱག་རྟེན་བརྒྱ་ནི་རྣམ་པ་ཅིག་སྟོན་ཆེད་ཨ་ནི་ད་འདོད་ཡིན་ནས་ཨ་དྲང་པོ་རག་གི་མི་འདུག་ལ་ནི་ཨ་ནི་སྤྱི་ཚོགས་ནང་ལ་གདོང་གཏད་པ་ཡིན་ན་དེ་སྤྱི་ཚོགས་དེ་ཁྱོད་དང་ང་གི་ཟོལ་སྐྱོར་དང་ཨ། ཁྱོད་དང་ང་འདྲ་བོ་རྐྱང་རྐྱང་ཁང་དེར། ཁྱོད་དང་ང་གི་ནང་ལོགས་ནི་སྐུ་རླུང་གཙང་མ་མེད་པས་ཀྱི་ང་ནི་ལས་ཀ་རྐྱང་རྐྱང་ལས་སྐད་ཆ་རྐྱང་རྐྱང་བཤད་བྱས་པ་ཡིན་ན་དེ་སྤྱི་ཚོགས་དེ་ཡག་པོ་ག་ནས་ཆགས་ཀྱི་རེད་ཨ། བསམ་བློ་བཏང་ཡོད་ཀྱི་ཅར་བ། ད་དང་པོ་ག་ཚད་ཁྱེད་རང་གི་བཤད་ད་རིང་མི་ཆུང་ཏིག་ལེགས་ཀྱི་བཤད་བྱས་ནས་ཨ་ནི་སྤྱི་ཚོགས་ར་ལོག་ལ་ཁ་མང་དེ་འདྲས་རྒྱབ་བྱས་ནས་ཨ་ད་འདྲས་ད་འདྲས་སྙད་བཙག་གི་ཡོད་ན་ངས་ལབ་སོ་ཨ་ང་ཚོ་གི་བཤད་གོ་ཡ་པ་དུ་བཤད་ཚར་བ་རེད་བྱས་གོ་ཡ་པ་དུ་ང་མི་གཅིག་གི་ག་ཚོད་བྱེད་ཐུག་ཐུག་ངས་བྱས་པ་ཡིན་ད་ད་ང་ཚོ་སྤྱི་ཚོགས་དེ་དེ་འདྲས་རང་རེད་མི་མང་དེ་འདྲས་རང་རེད་སྤྱི་མཐུན་ཚོགས་པ་དེ་འདྲས་རང་རེད་ཡི་གེ་སྒང་ལ་འགྲིག་ཚོགས་ཀྱི་མི་དེ་ཚོ་དེ་འདྲས་རང་རེད་ལབ་པ་ཡིན་ན། ང་ཚོར་བྱེད་ཐབས་ཡོད་མ་རེད་ད we have no hope ངའི་སྤུ་གུས་ལོ་ཆུང་བ་དེ་ཚོར་ལག་གཡུག་ཡོད་ད we have no hope དེ་སྒྲིག་འཛུགས་སྒྲིག་འཛུགས་ལབ་ནས་སྒྲིག་འཛུགས་ནང་ལོགས་རང་ལ་རྐུ་མ་ཆགས་པ་དེ་འདོད་ཡོད་ན་ང་ཚོ་བྱེད་ཡ་ལྷག་ཡོད་མ་རེད་ང་ཚོ་ད་འདོད་ཡོད་སྒྲིག་འཛུགས་ཀྱི་རྒྱབ་ཏུ་དཔུང་ལངས་པ་ཡིན་ན་ཏག་ཏག་དེ་གི་མ་རེད་དེ་སྒྲིག་འཛུགས་དེ་སྙེ་མ་སྐྱབས་མགོན་རིན་པོ་ཆེ་གིས་བཟོས་ཡོད་ནས་ང་རང་ཚོ་བོད་མི་མང་ཆེད་དུ་དཀའ་ལས་བརྒྱབ་ནས་བཟོས་སྐྱོ་དེ་གི་སྒྲིག་འཛུགས་དེ་ལྷག་མི་འདུག་དེའི་ནང་ལོགས་ལ

རེད་བ། ཁ་ཚིག་སྙན་མ་ཡང་ང་དཔའ་འདས་ཡིན་ལ་ངའི་ལབ་གཡོན་བཙོང་ཡ་ཨ་ཁུ་དེ་གང་ལ་ཁྱོད་རང་འདྲེ་ཤི་མང་པོ་རྒྱག་སོང། དེ་ཚོ་ག་ལ་ཁྱོད་རང་གི་ལས་ཀ་མ་རེད། དེ་དེ་སྲུང་གི་ལས་ཀ་རེད། དེ་སྲུང་གི། ཡ་གི་སྒང་ནས་ཤར་ཤར་ཤར་ལག་དགོས་ཡ་ཅིག་ཡོད་པ་ཡིན་ན། ལག་དགོས་ཡ་རེད་གསལ་བསྒྲགས་བྱེད་དགོས་ཡ་ཅིག་ཡིན་ན་གསལ་བསྒྲགས་བྱེད་དགོས་ཡ་རེད་མི་ངོ་སྤྲོད་གཏང་དགོས་ཡ་ཅིག་ཡིན་པ་ཡིན་ན་ཁོ་རང་ཚོ་གི་བྱེད་དགོས་ཡ་རེད། དེ་ཁྱོད་རང་ང་ཚོ་གི་བྱེད་ཡ་མ་རེད། དེ་དོན་དག་མེད་ས་ལ་ང་རང་ཚོ་གི་སོ་སྦས་བཙོན་ལ་བཞག་ཡ་ཡིན་ལ་ཡ་འདྲ་བོ། ཨ། སོ་གཏང་གི་ཡོད་ལ་ཡ་འདྲ་བོ་དེ་ཚོ་ང་ཚོ་བྱེད་དགོས་གི་མ་རེད་ཁ་ཆེ་ཡ་ལ་ལས་བྱ།

ཨ། ངོ་མ་འདི་བྱས་ནས་ང་ཚོ་གི་རོ་ཨ། ཐེངས་གཅིག་བཤད་རེད་ཐེངས་གཉིས་བཤད་རེད་འབོད་སྐུལ་ཞུ་རེད། ཨ་ཡིག་རྐྱང་མི་ན་ཅི་རེད་ལ་ནི་ལ་དེ་གི་དུ་ན་ཁོ་རང་ཚོ་གྲོགས་པོ་གསོས་ནས་མི་ཚེ་སྐྱོང་ཡ་ལ། ང་རང་ཚོ་ལ་ལས་ཀའི་ལས་མ་བཅུག། ང་ཚོ་ལ་ཡ་ཡོང་ནས། ཨ། རྐུབ་བཀྱག་གང་ལའེ་ཡོང་མ་བཅུག། ཁོ་རང་ཚོ་གིའེ་མ་ལས་ང་རང་ཚོ་སུ་སུ་སུ་ལྟོ་གོ་ཟ་འགྲོ་ས་དེ་ལའེ་འགྲོ་མ་བཅུག། དམ་ལ་བཏགས་ནས་བཞག་གི་དུ་ན་དེ་ཏག་ཏག་རྩ་བ་ཉིད་ནས་མ་རྟགས། ཧཱུྃ་སོགས་ཨཱ། དེ Justice རྩ་བ་གཉིས་ནི་མ་རེད། དེ་གང་ལ་ང་ཚོ་སྐད་བརྒྱབ་ཐག་ཆོད་རྒྱག་འོ་རེད་དམིགས་བསལ་གྱི། ཅོ་རི་ཉི་མ་ཁོ་རང་གིས་ག་རེ་བཤད་ཡོད་རེད་ལགས་ན།
དེ་དང་པོ། ཕྱི་ཟུར་དགོད་བྲོ་ལ། དེ་ཟུར་ཕི་ཆོས་མ་ར་སི་ལབ་ན། དེ་གར་ས་དོ་རྒྱ་དེ་ཉིད་དང། ཕྱི་དོ་སོ་སོ་གི་འབྲོ་བ་ཡོད་ཉིད་དང་དེ་གས། དེ་ཟུར་ཕི་ག་ཡོང་ན་འབྲི་བུ་མ་ར་སི་ལབ་པ་ཡིན་ན།

ད་དེ། བོད་ག་ཅིག་གི་གོང་དང་བཞུགས་སོང་བཞུགས་མ་སོང། བོད་ག་ཅིག་ལ་བཀའ་ཡིན་བཀའ་མེད་འདི་དེ་སོང་གི་ཁ་གྲག་གོ་གི་རེད་མ་གཏོགས་འདི་བསོད་ནམས་རྡོ་རྗེ་ཨོ་ཕློར་གི་ཁ་གྲག་ཡག་གི་སྐད་ཆ་མ་རོ། ཨ་འདོད་ཡོད་ཁོ་གི་ངོམ་སོ་བྱས་ནས་ངའི་སྡིངས་ཆ་དེ་ང་མེད་པ་བཟོས་གི་ཡིན་ཁྱོད་ར་གོང་དང་བཞུགས་མེད་ན་ངའི་སྡིངས་ཆ་དེ་དེ་བྱེད་ཀྱི་ལ་ན་ཁ་རས་ང་ཚོ་གི་བོད་པའི་གི་ཆབ་སྲིད་ནང་ལོགས་ལ་ཨ་ནི་མི་ལ་བས་ཨ་ལུ་པགས་པ་བཤུ་བ་དང་སྐེ་ལ་པགས་པ་བཤུ་བ་ན་ཅི་བྱེད་ནས་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོགས་ལ་གང་ག་ལ་མ་རང་པི་ཡ་རེད་བས་ད།

དེ་ཚོ་དེ་ཁྱེད་རང་ཚོ་གི་མེད་པ་བཟོས་ཐུབ་ཀྱི་ཡོད་མ་རེད་མཐོང་ཐུབ་ཀྱི་ཡོད་མ་རེད་ཨ་མདའ་དབུས་འོས་བསྡུ་ལྷན་ཁང་གིས་ཁོ་ཚོ་མཐོང་གི་ཡོད་མ་རེད་དེ་ཡིན་ན་ཡང་མི་ག་ཤེད་ཅིག་འབྲོག་སྒྲོ་རྟ་ར་ལགས་དང་ཨ་ནེ་བསོད་ནམས་རྡོ་རྗེ་ཧོར་ཕློར་གཅིག་པོ་མཐོང་དགོས་དེ་ཏག་ཏག་མ་རེད་དེ་བྱས་ནས་ང་ཚོ་གང་ག་སུ་དང་སུ་ཡིན་པ་ཡིན་ནས་དྲང་པོ་དྲང་ཤ་ཡོད་པའི་ལས་སྐད་ཆ་ཅིག་ཆགས་ཀྱི་འདུག་བ་སོ་སོ་དྲང་པོ་མེད་ན་དྲང་པོ་རྩོད་འགྲོ་ས་ཡོད་མ་རེད།

ད། ནོར་འཁྲུལ་ཟིན་ངེས་དེ་མི་རོ་ཨ་ནོར་འཁྲུལ་ཡོང་གི་རེད། ནོར་སྲིད་པ་རེད་གཡང་སྲིད་པ་རེད་ཡང་སྲིད་པ་རེད་ལ་ནི་ད་ང་ཚོ་གི། འགན་གྱི་བཞེས་ཡས་ནི་ད་ག་རེ་ཕན་ཐོག་ཏུ། ཐ་མ་ཐ་ཤུལ་དེ་རང་བཙན་དོན་དག་རོ་ཨ་བོད་རྩ་དོན་དོན་དག་རོ་ཨ། ད་བདེ་གི་དོན་དག་ལ་དོ་གལ་འགྲིག་གི་མི་འདུག་ལབ་པ་ཡིན་ན་དོ་གལ་དེ་བཞག་མ་ཐུབ་བ་དེ་ད་བདེ་བདེ་བའི་གི་མི་དེ་ཚོ། དོ་གལ་ཏེ་ཞྭ་མ་ཐུག་བ། རྐང་གཉིས་ག་བ་ཐུག་གི་ཡོད། ཁྱོད་རང་ཚོར་དགོས་ཡ་དེ་རང་བཙན་ཡིན། རྩ་དོན་ཡིན་རྩ་དོན་སྒྲུབ་དགོས་ཡོད་ལབ་པ་ཡིན་ན། དེ་དོ་གལ་ཏེ་ཞྭ་མ་ཐུག་བ་མི་འདུག་བ། ཡིན་ནས་ཡང། མི་གྲོངས་ནས་ལ་རྒྱ་ཚ་རྒྱོག་མི་ཁ་གྲག་མག་ཕོ་ངན་གི་མིང་འདོན་འགྲོག་ནས་དེ་བཙུག་ངས་དོ་གལ་རེད་དོ་ལ་ནི་ངོམ་སོ་བྱས་པ་ཡིན་ན། དེ་ལྐུག་པ་ལ་ན་འོ་དེ་རོ་བ། ཨ། དེ་མི་དེ་ཡང་དག་ཨ་མྲ་ཀུང་པོ་བཀྲ་ཤིས་འདྲ་བོ་དེ་ཚོ་ཁོ་རང་ཚོ་ད་ལྟ་ཡོད་པ་ཡིན་ན། ཁོ་རང་ཚོ་གས་ཨ།

ག་ལོག་རེད། སློབ་སྦྱོང་དང་ཡོན་ཏན་གྱི་རྣམ་པ་ལ་མཚོན་གི་ཡོད་རེད་མ་གཏོགས་དེ་རལ་གྲི་དེ་རལ་གྲི་མི་བསད་ཡག་གི་རལ་གྲི་རང་མ་རེད་བ། ད་དེ་སྡུག་ཅག་དེ་བཏུལ་ཐུབ་ཀི་མི་འདུག་ན། གྲི་ཡིན་ན་རྒྱག་དགོས་ལ་དེ་སྐད་ཆ་དེ་ལེགས་ཡོད་རེད་བ། ཨ་དེ་ནང་ལོགས་ནས་ང་རང་ཚོ་རལ་གྲི་ལ་དེ་གང་ལ་འཇམ་དཔལ་དབྱངས་ལ་དེ་གང་ལ་སློབ་སྦྱོང་གི་ལྷ་ལ་ནི་ཨ་ནི་འཇམ་དཔལ་དབྱངས་ཀྱི་རལ་གྲི་དེ་མཚོན་གི་ཡོད་རེད་བ། དེ་མཚོན་གི་མཚོན་གི་ལ་ཁོ་གི་དེ་དོ་གལ་གི་རེད་ལ་གི་དོ། ཨ་སྙེ་མ་ཁོང་ཚོ་གར་ལར་ལ་ན། རྡོ་རྗེ་ལ་ན་ཨ་ནི་རྡོ་རྗེ་དེ་གར་ས།

རྙོག་པ་ཅིག་སྤུངས་བཞག་དུས་གང་ན་དེ་ང་ཚོ་གི་འགོ་ཚུགས་དགོས་ཡ་དེ་ག་རེད་ལབ་པ་ཡིན་ནའང། ད་ང་རང་ཚོ་བོད་མི་མང་དེ་ངོ་ནས་ཆོག་མཆན་བཏབ་པ་ཡིན་ན། ལྐུགས་པ་དང་དཔེ་ལྐུགས་པ་རེད་དེ་ནས་ཉམ་ཆུང་ཡིན་ཉམ་ཆུང་རེད་ག་པར་རྫུ་བུ་ཚུགས་སོང་ན་དེ་ལ་འགྲོ་བཞག་གི་ཡོད་དེ་ནས་འགྲོ་དགོས་ཀྱི་འདུག་ཏུ་མི་འདུག་དེ་ཀླད་པ་དེ་སོག་སོག་གི་བེད་སྤྱོད་མ་བཏང་ན། དངོས་གནས། སོ་སོ་གི་རྐང་པ་ལ་སོ་སོ་གི་རྟ་རི་རྒྱོ་གོར་ལས་དེ་འོ་དེ་རུ་བལྟ། ག་ཅི་ན་ན་འདས་པའི་རིག་སྔགས་ལ་ང་ཚོ་གིས་བྱེད་དགོས་ཡ་བྱས་པ་རེད་ཤེས་དགོས་ཡ་ཤེས་པ་རེད། ཁྱེད་རང་ཚོ་གི་སེམས་པ་ལ་འདས་པའི་རིག་སྔགས་ལ་ལོ་བཞི་ལྔ་ནང་ལོགས་ལ་ཤེས་ནས་ང་ཚོ་གི་ག་ལ་གང་འཚམ་གྱི་ལས་ཀ་ཚར་སོང་ལ་ན་དེའི་དེ་ཡར་ལངས་མ་ཐུབ་བ་མ་རྟ། ག་ལ་ན་ད་ལྟ་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ

དེ་བྱས་ནས་ཁྱོད་རང་ཚོ་སེམས་པ་ལ་མེད་སྐོར་ར་ཁྱོད་རང་གིས་སྒོ་དེ་གཅིག་པུ་ཐར་སོང་འདི་སྔར་ཐར་སོང་སོང་སྐོར་ར་སྔ་མ་དེ་མི་ནི་མ་ལྷག་དེ་ཡོད་རྟ་འདི་ལས་ཀ completely མ་ཚར་བར་དུ་དེ་ལས་ཀ་ཚར་ཡོད་མ་རེད་དེ་རེད་དེ་བྱས་ནས་སྤྱི་ཚོགས་ནང་ལོགས་ལ་རེ་རེ་ཉེ་ཉེ་ཕི་ཀའི police ལ་རྩིས་སྤྲད་དགོས་དུ་ན་རྩིས་སྤྲད་ཁྲིམས་ཐོག་ཁང་ལ་གཏུག་དགོས་དུ་ན་གཏུག་བྱས་ནས་ཉན་པ

ལྷོད་ཡང་གུ་ཡངས་རྟགས་ཡིན་པ། དང་པོ་ད་རིང་ཡང་ཁོ་ནད་ལོ་བརྒྱ་ནས་ཡང་བརྒྱ་ཤེས་ཡོང་གི་འདུག་ཨ། དེ་མི་དེས་དང་པོ་གཅིག་ཤེས་ཀྱི་རེད། སང་ཉིན་གཅིག་ཤེས་ཀྱི་རེད་གནངས་ཉིན་གཅིག་ཤེས་ཀྱི་རེད་ཧ་ལམ་ཁོ་ལ Content ཡོད་མ་རེད། ཁོ་ཁོ་རང་ལ་འདོད་པ་མ་འཚམ་མ་འཚེམ་རྒྱུ་བརྗོད་རོགས་ཏིག། མི་ཐུང་ན་ཁོ་ཤེས་ཏིག་རེད། ཁོ་སྨན་ཁང་ལ་འགྲོ་དགོས་ཀྱི་འདུག་ན་ཁོ་སྐྱེལ་དགོས་ཀྱི་རེད། ཨ། དེ་མེད་ན། ཁོ་དམ་ལ་བཏགས་དགོས་འདུག་ན་བཏགས་དགོས་ཀྱི་རེད་ཡ་མེད་ན Police བཙོན་ཁང་ནང་ལ་རྩིས་སྤྲད་དགོས་ཀྱི་རེད་ཡ་མེད་ན། ཁོ་བཀའ་དྲིན་བཟོས་ནས་ག་ར་གཅིག་རག་གི་ཡོད་པ་ཡིན་ན་སུས་ཀྱི་ལས་ཀ་ར་གཅིག་ལས་ཀྱི་ཡོད་པ་ཡིན་ན། གང་ལྟར་མ་འདང་ཁོ་ལ་དཔེ་ཆ་གཅིག་རག་གི་ཡོད་ས་རེད་མ་གཏོགས་ཁོ་དེ་འདྲའི་གཅིག་མི་མཐོང་ནས་ཨུ་ཚུགས་ཚ་ལ་ལས་ཀྱོ། དེ་འདྲའི་གཅིག་བཤད་ཚར་བ་རྗེས་ལ་དེ་གང་ག། ཁྲིམས་ཐོག་བཏུང་ནས་སུ་བྱིན་ནས་དཔེ་ཆ་དེ་ཕར་ཚུར་འཐེན་དགོས། ཧཱུྃ་བྷྱོ། མ་གཏོགས་འོ་དེ་འདྲའི། ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་བརྡ་ལན་དང་གོ་བ་དེ་འདྲའི་གཅིག་མ་སྤྲད་པ་གཏོགས་ཏེ། སྤྱི་ཚོགས་འདི་ནང་ལོགས་ལ་སུ་གང་གཅིག་འདི་ཚུགས་མ་རྟ། ཧ་གོ་བ་བྱེད་བོར་རྟ། ངས་དེ་ཅོ་རི་ཉི་མ་སྐད་ཆ་དེ་ཚོ་ཡིན་པ་དེ་ཡིན་པ་ངས་ལ་ཁོ་ལ་ཏག་ཏག་ཏག་ཏག་རྒྱབ་དུས་གང་ལ་ཁོ་ལ་རྒྱབ་ཁོ་གི་པར་སྟོན་སྟངས་རེ་རེ་རེ་རེ་ལ་ཁོ་བརླག་འགྲོ་གི་རེད་ལོ་གཅིག། ཡང་ཡང་ཡང་ཡར་ལངས་ཡོང་གི་རེད། ཨོ། དེ་འདྲས་ཡིན་དུས་གང་ལ། དེ་འདྲས་ཀྱི་སྤྱི་ཚོགས་ཀྱི་ཆ་ཚ་དུས་གང་ལ། ཁྱོད་རང་ཚོ་སེམས་པ་ལ་ཨ་ནི་བད་དཀོན་ར། གནས་སྐབས་གནས་སྐབས་ཀྱི་དགའ་རྟགས་དང Likes Views Shares གྱིས་ཁྱོད་རང་ཚོ། ཁྱོད་རང་ཚོ་ལ Entertainment ཆགས་ཀྱི་ཡོད་ཀྱི་རེད་ཁ་ཤས་ལ། ཨོ། ཡིན་ནས་ཡང་ང་ཚོ་སྤྱི་ཚོགས་ཀྱི་དཀའ་ངལ་དེ་བསུབ་ཀྱི་རེད་བད་ལ་ན་བསུབ་ཀྱི་མ་རེད་ད། Content བཟོས་ནས་གསར་པ་གསར་པ་བཤད་མཁན་ར་མང་པོ་སླེབས་ཀྱི་རེད་ཡིན་ནས་སྤྱི་ཚོགས་དཀའ་ངལ་བསུབ་ཀྱི་མ་རེད། ང་ཚོ། ལག་པ་འཐམ་ཚར་བ་བཅས་ལ་ཤུགས་སྐྱེད་ཐུབ་དགོས་རེད།

ག་ལ་ན་སྒྲིག་འཛུགས་ཀྱི་རྒྱབ་སྐྱོར་མ་ཆོད་བ་མེད་སྒྲིག་འཛུགས་ཀྱི་རྒྱབ་སྐྱོར་ཡག་ལྟ་ཅི་བཏོན་ཡིན་ནམ་རྣམ་འགྱུར་རྣམ་འགྱུར་ཡག་ལྟ་ཅི་བཏོན་ཡིན་ཨ། སྒྲིག་འཛུགས་དེ་གལ་ཆེན་པོ་ཡིན་པའི་གི་གོ་བ་ཡག་ལྟ་ཅི་བླུགས་ཡིན། སྒྲིག་འཛུགས་དེ་མེད་ན་མེད་ཐབས་རེད་ཨ། སྒྲིག་འཛུགས་དེ་མེད་ན་ང་ཚོ་བོད་པ་རྫོགས་ཚར་བ་ད། བོད་པ་ཟེར་མཁན་དེ་འཛམ་བུ་གླིང་གི་སྲབ་ཁྲ་ནང་ལོགས་ལ་ཡོད་དམ་མེད་ང་ཚོ་སྦ་ར་གང་དེ་ཨ། ག་ཚོད་མ་གོ་ག་ཚོད།

སེམས་ཁྲལ་བྱེད་ཀྱི་འདུག། ད་ཐོག་བཏང་ནས་སྐད་ཆ་ག་བ་ག་ས་ཡ་ཡ་ཡ་ཡ་མིང་ཕྱིར་ཕྱིར་ལ་ལག་པ་བསྙབ་ཡོང་གི་འདུག་བསམ་ན། གཟོན་བྱེད་དགོས་ཡག་གི་དུས་ལ་སླེབས་ཡོང་རེད། གུ་རྒྱོག་རྒྱག་དགོས་ཡག་གི་དུས་ན་སླེབས་ཡོང་རེད་མ་གཏོགས། ད་ལྟའི་ཡིན་ནའི། ཁྱེད་རང་ཚོ་གི་སྐུ་ཚབ་ད། ཁྱེད་རང་ཚོ་མི་མང་གི་སྐུ་ཚབ་བྱེད་ཀྱི་ཡིན་ལ་ནི་སྐུ་བཀྱག་ལ་ལངས། ཁྱེད་རང་ཚོ་གི་སྐུ་ཚབ་དེ་མི་མང་ལ་གཡོག་པོ་བསྐུལ་བ་ཡིན་ན་ཏག་ཏག་བསྡད་གི་ཡོད་མ་རེད་ད། ཧོ་གི་སོ། དེ་ཡིན་ནའི་ཁྱེད་རང་ཚོ་སོ་སོ་གི་འགན་དེ་སོ་སོ་ངོ་ཤེས་དགོས་རེད་ལ་ནི་ལག་པའི་རྒྱུ་མཚན་འོ་དེ་ལ་ཐུག་གི་འདུག། ཟླ་འགོ་ད་རེས་ནས་ཡང་དེ། བུ་མ་རབས་ཀྱི་ཡང་བིདོ་ཅིག་བཟོས་ཡས་ནས་ཨ་ནས། ཨ་ཞོད་ཆུ་ཁྱི། ཁར་ས་ཧོ་ཕློད་ལ་ཅལེན་བྱེད་ཀྱི་འདུག་ལ་ལ་དོ་ཨ། ནོར་ཡོད་མ་རེད་ངས་ཁོ། པུ་གུ་དེའི་ངོ་ནས། སྤྱི་ཚོགས་ནང་ལོག་ཕན་མ་ཐོག་ཞུ་ཞིག་འདུག་བསམ་སོང་འདུག་ག་རང་མི་འདུག་ཨ། ཁོ་གི་ལ་ཡོད་དེ་ནོར་ཡོད་མ་རེད་ཨ། མི་ཐུག་ཡོད་ཁྱེད་རང་ཚོ་གཡོ་གི་ཡོད་བསམ་ན་གཡོ་ཐུག་གི་འདུག་ཡས་ལས་ཅོ་ཨ། གཞོན་སྐྱེས་དེ་ཚོ་ག་བ་ག་སར་སྐྱེས་ཡག་གི་འདུག་ཨ། ཨ། ལོ་ཆུང་བ་འགས་དོན་སྣང་བྱེད་དགོས་འོར་ད། ཁྱེད་རང་ཚོ་ཁ་ཅིག་ནི་ལོ་ཆུང་བ་ལ་ཁ་གཡོག་ནས་ཨ་ནི་བད་དཀོར་བ་དོན་སྣང་བྱེད་ཀྱི་མི་འདུག་ལ་ནི་དོན་སྣང་བྱེད་ཡག་ལ་ཨ་ལས་དང་པོ། ཁྱེད་རང་ཚོ་གཅིག་པོ་ཤེས་ཀྱི་ཡིན་ཨ་ནི་ཁྱེད་རང་ཚོ་དོན་སྣང་བྱེད་ནས་ཉན་གི་ཨ་གཅིག་པོ་ལབ་ན་མིག་གཅིག་པོ་བལྟ་ཨ། བཟའ་ཡ་ཡོད་རག་གི་མར་བལྟ་ལག་པ་འཐམ་ཡ་ཡོད་རག་གི་མར་ཁྱེད་རང་མིག་གཅིག་པོ་བལྟ་ཨ་ལ་ན་སུས་ནས་ཉོབ་ཀྱི་རོགས། Activities ལས་དེ་འོ་དེ་ཕྱི་ནས་གལ་ཆེན་པོ་རོགས། ཁྱེད་རང་རྫུས་ཨ་ཁྱེད་རང་ལ་འགན་འདི་ཡོད་ད་ཁྱེད་རང་ལས་ཀ་འདི་ལས།

ང་ཚོ་སྤྱི་ཚོགས་ཁོ་རང་རུ་འབོད་ལ་འོས། ད་རིང་གི་ཉིན་མོ་ལ་ཀོ་རོ་ནོ་བྷ་རེས་ཀྱི་དེ། ཀོ་བིད་ཀྱི་གནས་སྟངས་གང་ལ་ཡིན་ན་རེད། དེ་ཁབ་དེ་གི་གནས་སྟངས་གང་ལ་ཡིན་པ་ཡིན་ན་རེད། འཛམ་བུ་གླིང་ནང་ལོགས་ལ་རྙོག་དྲ་ག་ལ་གང་འཚམས་ལྷག་གི་འདུག་བ་དེ་ཚོ་ཡག་རྟགས་རེད་མི་འདུག་ས་ནི། ང་ཚོ་ག་རེ་ཡིན་པ་དེ་ཡིན་པ་གང་ལ་བཞག་ཡོད་ན་ང་ཚོ་ཏག་ཏག་རེད་བཞག་སྟེ་གང་ག་གསར་བ་གསར་བསྡུ་དེ་ཚོ་ཡག་པོ་རེད་མི་འདུག་ལག་གི་འདུག་བ། དེ་བཞིན་ང་ཚོ་གི་དེ་ཚོ་ཀང་ཀང་ཨུ་ཚུགས་ཀྱང་བྱེད་དགོས་ཡ་ཡོད་མ་རེད། ད་རེས་ནས་གསུངས་པ་ང་ཚོ་སྒྲིག་འཛུགས་ནང་ལོགས་ལ། ཁ་དང་ཁ་སྤུ་དབྱེ་བ་བྱེད་ཀྱི་ཡིན་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ་དཔེ་ལོ་དཔེ་ལེ་བཤད་ནས་ཁ་དང་ཁ་སྤུ་དབྱེ་བ་བྱེད་ཀྱི་ཡིན་ཅེས་ཁོ་ལ་འདྲི་འོག་མར་ད་སྤྱི་ཚོགས་ནང་ལོགས་ནས། སྒྲིག་འཛུགས་ནང་ལོགས་ནས། དེ་དང་དེ་འདྲ་བའི་གི་འབྲེལ་བ་དང་འདྲེ་ཡོད་ན་དེ་བ་ནས་བཅད་དགོས་གི་རེད། ཕྱོགས་གཅིག་ནས་ལ་གི་ཡོད་རེད། བོད་ཁ་ཆེ་གི་རྒྱ་རི་སྒྲོ་མ། རྒྱབ་རྩ་ལ་ཡིན་ལ་རྣམ་པ་སྟོན་གི་ཡོད་རེད། འདི་ལི་ཆུ་བཞི་གང་འགྲོ་གི་ཚོགས་ཚང་ཡིན་ལ་འོ་རེད། ད་དེ་འདྲེ་གི་འོས་གཅིག་གི། ག་ལོག་རེད། ག་ལོག་རྟ། འོས་མང་པོ་ཅིག་གིས་ཨ་ནི་ཁོ་རང་ཚོ་གི་ཚོགས་པ་ཅིག་ཡིན་དུས་གང་ལ། ཨ་འདི་ལ། ང་རང་ཚོ་གི་སྒྲིག་འཛུགས་ནང་ལོགས་ལ་ཡོད་ངེས་མི་དེ། མགོ་མ་སྒུར་རང་སྒུར་ཆགས་ཀྱི་འདུག་ཨ། དེ་འདྲས་ཆགས་ཡོད་དུས་གང་ལ། ཨ་སྒྲིག་འཛུགས་གི་ངག་ནས་སྐད་ཚ་བཙུམ་འོག་ནས་སྐྱམ་ཁ་རུམ་བྱས་ཡོད་གི་སྐུ་གསུང་ཐུགས་ལ་ཉན་ཁ། བྱས་མ་སྲིད་བ་མ་རེད་བ། དེ་བྱས་ནས་གལ་སྲིད། ང་ཚོའི་སྤྱི་ཚོགས་ནང་ལོགས་ལ་དོལ་རྒྱལ་ཚོགས་པ། སྐྱབས་མགོན་རིན་པོ་ཆེ་མཇལ་ཁ་ཡོང་བཅུག་གི་མེད། ཨ། ང་ཚོ་ཆོས་དད་ཟང་ཟིང་བྱེད་ཀྱི་མེད་ལ་ཡག་གི་ཚབ་ལ། སྒྲིག་འཛུགས་ནང་ལོགས་ནས་མར་ནི་སྤུ་ཏོ་ན་ཞིག་གཏོར་རོགས་བྱེད། ཧ་གོ་སོ་ཨ། ད་རིང་སྲིད་སྐྱོང་སྤེན་པ་ཚུན་གྱིས་བཀའ་བློན་བླངས་པ་ཡིན་ན་མར་ནི་སྤུ་ཏོ་ན་ཞིག་གཏོར་རོགས་བྱེད། མཁས་པས་བཤད་མི་འདུག་ཁམས་པ་ཡིན་ན་ཡིན་མེད་ན་མེད་ཡ་མི་ཡིན། མ་ནི་སྤུ་ལྟོགས་ན་ཤི་ལྟོགས་རོགས་བྱེད། ཨོ་ང་ཚོ་སྤྱི་ཚོགས་ནང་ལོགས་ལ། རྙོག་དྲ་མང་པོ་བཤད་ངེས་དེ་ཁམས་པའི་མི་རིགས་རེད་ལ་ནི་ཁམས་པ་ལ་ཞེ་སྣང་བྱས་ནས་ཁམས་པ་རང། བདེ་སྲུང་ནང་ལ་བཞག་དགོས་ཡ་ཆགས་དགོས་བ་མ་རེད་ཧ་གོ་ཟོ་ཨ། ཁྱེད་རང་ཚོ་སུ་དང་སུ་བདེ་སྲུང་ནང་ལོགས་ལ་བཞག་ན་བཞག། ང་ཚོ་རྒྱབ་སྐྱོ་བྱེད་ཡ་ཡིན་ཡིན་རེད། རོ། མི་མང་རྒྱབ་སྐྱོར་བྱས་ཡིན་ཡིན་རེད། ཡིན་ནས་ཡང། ཁྱེད་རང་ཚོ་སོ་སོ་གི་དེ་འདྲའི་འདྲ་བོ་མི་དེ་འདྲ་དེ་འདྲའི་ལ་བཞག་བྱས་ཨ་ནི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་འདི་བྱས་པ་ཡིན་ན་དེ་ང་ཚོ་ཕན་ཐོག་པོ་མི་འདུག we are done you know ངས་ལབ་སོང་ང་ཁྱེད་རང་ཚོ་ལ་ཁྱེད་རང་ཚོ་གི་དྲང་ཐད་ཀྱི་དཔག་ཚོད་ཡོད་ན་ང་ཚོ་ལ་ཡང་ང་ཚོ་གི་དྲང་ཐད་ཀྱི་དཔག་ཚོད་ཡོད་ལ་ནི་ཨ་ནི་ང་ཚོ་ཁམས་པ་གང་ག་སྡུག་ཅག་ཡོད་མ་རེད་ཁམས་པ་ག་ཤེད་ཡག་པོ་ཡོད་རེད་དེ་ཀས་ང་ཚོ་ལ་འགྲིག་གི་མི་འདུག་ང་ཚོ་ལ་ཡང་ཚགས་ཀྱི་འདུག།

ཧཱུྃ་བཟླ། དེ་ད་ག་རང་བྱས་ནས་ངས་ཉི་མ་དང་པོ་ནས་ལོག་བོར་ང་ཚོ་སྤྱི་ཚོགས་དེ་ག་འདྲའི་ཆར་ལ་ནི་ཡོད་པས་ལ་ནི། ཡོད་ལས་བྱ། ཅིག། དེ་ཡོད་པས exactly སྟོན་བདག་ལ་དེ་ཨ་ནི་ཚེ་ཚེ་ཚེ་ཚེ་ཚེ། ཡོད་ཡིན་ནི་ཨ་ད་རྙེད་ཀྱི་མི་འདུག་ལས་བྱའོ་འོ་དེ་རང་ཆ་དེར། དེ་ཕྱིར་ང་ཚོ། ཏག་ཏག་རྩ་བ་རྙེད་བསྡད་ཀྱི་མི་འདུག། དེ། ང་ནི་མི་སྐད་ནས་གསུངས་པ་ད་ལྟ་བར་དུ། སྤྱི་ཚོགས་ནང་ལོགས་ལ་མགོ་ཚུད་པ་དེ་ནང་ལོགས་ལ་ངས་མགོ་ཚུད་ཡ་དེ་དེ་རེད། ང་ལ་ནི་གོ་ས་མ་རེད་དེ་འདྲས། ཨ་ནི་མ་འོངས་པ་སྤུག་དེ་ཚོ་ལ་དགོས་ཀྱི་ཡོད་དེ་མེད་དེ་ཁོ་རང་ཚོ་བསམ་བློ་བཏང་ཡ་རེད་རེད་བ། ད་དེ་འདྲའི་གང་ག་ཡིན་ཚ་དུས་གང་ལ་སྐབས་རེ་སྐབས་རེ་ཨ་ནི་ག་ལ་འོ་རེད། སེམས་ཤུགས་དཔར་ཡིན་པས་སོ་ར་ཡང་ཅིག་སྐད་ཆ་སྙན་པོ་འདྲ་བོ་ཅིག་བཤད་ཨ་ནི་ཞག་ཚི་ཞག་ཚི་བྱས་རོལ་ན་ཁྱེད་རང་ཚོ་གི་གང་ནི་གང་ཐུབ་ཐུབ་ཅི་དྲག་གང་དྲག་ཅིག་ཡིན་གྱི་རེད་ང་ཡིད་ཆེས་ཡོད། ཡིན་ན་ཡང་ང་ཚོ་སྤྱི་ཚོགས་ནང་ལོགས་ལ་སྤྱི་ཚོགས་བེད་ཐོག་ཚར་རུ་ཚར་རུ་འགྲོ་དུས་གང་ལ།

རོ། ཨ་ཁྱེད་རང་ཚོ་དགོན་པ་ཁག་ནང་ལོགས་ལ་ཡིན་པ་ཡིན་ནའི། ད། དགོན་པ་ཁག་ནང་ལོགས་ལས་ཁག་གཉིས་དང་གསུམ་ལ་རིགས་ནས་ཨ་ནི་སྐད་ཆ་དེ་འདྲའི་འདྲ་བོ་ཞིག་བཤད་ཡོང་གི་ཡོད་བྱས་པ་ཡིན་ན། ད་དེ་ང་ཚོ་མི་མང། མིའི་ཁོ་རང་ལ་བཟོ་ལྟ་མེད་པ་དེ་གིས་རྟགས་དེ་སྟོན་གྱི་འདུག་ཨ། ཨ་དེ་ག་རེ་གླེགས་བོར་ལ་དེ་གང་ལ་མི་ཁོ་རང་ཚོ་གཅིག་པོ་ལ་མཛུ་གུ་བཙུགས་ནས་ལྷག་གོ་མ་རེད། དེ། བྱེད་སྟངས་བྱེད་ལུགས་དང་འགྲོ་སྟངས་འགྲོ་ལུགས་ཀྱི་སྒང་ནས། མ་འགྲིག་པ་ཅིག་གི་སྐྱོན་གྱིས་སྟོན་གོ་རེད་དེ་ཧ་གོ་བྱེད་རོགས་གྱིས། དེ་ཡིན་ཙང་དེ་གང་ལ་ནན་པོ་བསྡད་དགོས་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། དང་པོ་ད་རིང་ཡིན་པ་ཡིན་ནའི་ད་འདོད་ཡིན་ནའི་དགོན་སྡེ་ཁག་ནང་ལོགས་ལ་ཁ་ཤས་ཀྱིས་ཨ་ནི་དགོན་པ་ལ་ཁ་ཚིང། ཁ་ལས་གོང་མ་གྲྭ་ཚང་གིས་ཨ་ནི་ཁོ་རང་ཚོ་གིས་ཐག་གཅོད་བྱས་པ་དེ་ལ་ཨ་ནི་དགག་པ་གྱི་རྣམ་པ་འདྲ་བོ་དང་ཟུར་ཟ་གྱི་རྣམ་པ་འདྲ་བོ་ཞིག་བྱེད་ཀྱི་འདུག་བ། དེ་ཁྱེད་རང་ཚོ་སོ་སོ་ལ་གུས་བརྩི་བྱེད་དགོས་ཡོད་མ་རེད་ད་སོ་སོ་སོ་སོ་བྱབ་རྒྱག་གྱི་ཡོད་རེད། དངོས་གནས་འཛམ་བུ་གླིང་མཐོང་མ་མྱོང་གྱི་ཡོད་རང་རེད་ད། ཨ། དགོན་པ་ནང་ལོགས་ལ་བསྡད་དུས་གང་ལ། ཨ་ནེ་དྲང་པོ་བཤད་པ་ཡིན་ན་ཤེས་ཀྱིན་སྡོད་ཀྱི་མི་འདུག་དེ་དག། མིག་གིས་ལྦུ་བ་ཕུལ་བྱ་རྒྱུ་གི་སྐོར་དེ་ལས་སླ་པོ་གླེགས་ཀྱི་ཡོད་དེ་གང་ལ། ཟ་ས་འདེད་ས་བཏུང་ས། ཨ། སློབ་སྦྱོང་སྦྱང་ཨ་ལ་དུས་གང་ལ། མགོ་ཡི་སློབ་སྦྱོང་དེ་མ་སྦྱང་བྱས་ཞོན་མགོ་སྐམ་པོ་དེ་རྐྱང་རྐྱང་འཁྱིལ་ནས་བསྡད། ཨ་འདོད་ཤོང་གི་མི་འདུག་འདོད་འདོད་བྱེད་དུས་གང་ལ། ཨ་ནེ། མ་དོན་ནི་ཅིག། ཨ། དཀའ་ལས་ཅིག་རྒྱབ་ནས་ཟ་ད། ལས་སླ་པོ་དུ་བས་བལྟ་དགོས་ལ་ཨེ་ཅི་འོ་དེ་དེ་འདྲ་བ། དེ་ཡིན་དུས་གང་ལ། ཁྱེད་རང་ཚོ་གོམ་པའི་ཁ་ལ། ཁ་ཚིག་གོང་མ་གྲྭ་ཚང་གི་བརྒྱུད་ནས་དངོས་གནས། འགན་ཁུར་ནས་དངོས་གནས། ཕུགས་རྒྱང་རིང་པོ་ལ་བསམ་བློ་བཏང་ནས་དངོས་གནས། དེ་འདྲས་ཀྱི་འགན་ཅིག་བཞེས་པ་དེ་ལ་ཁྱེད་རང་ཚོས་ཀྱིས་འགྲིག་གི་མི་འདུག་དོང་དོང། ཨ་ནི་སྤྱོད་པ་ཅིག་ལོག་པ་ཡིན་ན་དེ་ཏག་ཏག་སྡེ་གོང་མར་བལྟ། ཨ་ལ་ཡ་ལ། བླ་མ་གྲྭ་བ་ལ་ཁ་བཏང་གི་འདུག་ལ་ནི་མི་ལ་ཡ་ལ་བཙུར་བ་རེད་མ་གཏོགས་ཁྱེད་རང་ཚོ་སོ་སོ་གི།

མགོན་པོ་ཀླུ་སྒྲུབ་མཉམ་དུ་འགྲན་བསྡུར་བྱས་པ་ཡིན་ན་ག་བ་ཀླད་སོང་ང་ཚོ་སྤྱི་ཚོགས་དེ་བསམ་བློ་བཏང་ཡ་སྐྱི་ཆར་བ་ཨ། དེ་འདྲའི་བྱིན་ནས་བསམ་བློ་བཏང་མ་ཐུབ་དེ་ག་ལ་ཨ་ཀྲུ་ཚེ་བརྟན་འདྲ་བོ་ཅིག་ཡིན་པ་ཡིན་ན་ཁོ་རང་ཉིས་སྟོང་ཉི་ཤུ་གི་སྐབས་ལ་གྲོས་ཚོགས་ནང་ལོག་ལ་ཡ་རྫུས་ཡ་གི་ངེས་ལ་དམ་དྲི་ཕུལ་ཕུལ་བའི་གི་སྐབས་ལ་ཁོ་རང་གི་རྣམ་རྟོག་དེ་བླངས་ནས་སྐད་ཆ་ད་ག་རང་བཤད་གི་ཡོད་རེད་ད་དེ་ཡང་ཉིས་སྟོང་ཉི་ཤུ་རྩ་དྲུག་ལ་གལ་སྲིད་སླེབས་གི་ཡོད་པ་ཡིན་ན་ཁོ་ལ་དེ་འདྲའི་འདྲ་བོ་ཅིག་མ་གཏོགས་དེ་ལས་ལྷག་བཤད་ཡ་ཅིག་ཡོད་ར་བསམ་ཁོམ་མི་འདུག་སྙ་མ་སུམ་ཅུ་སོ་དགུ་ལ་རེད་ད་རིང་འོས་བསྡུ་གི་སྒང་ལ་ལག་གི་རེད་ར།

ཕུར་པ་རྒྱལ་རོང་ལ་ངེས་ཏེ་མཐོང་ཡང་གོ་ཡ་ཚོར་ཡ་མི་འདུག་ཨ། དྭངས་སྣང་ཤེལ་གྱི་སྤུ་གུ་བཞེངས་པ་དེ་འཇིགས་འགྲོ་ལ་ངེས་ཏེ་མཐོང་ཡ་མི་འདུག་ཨ། ཕར་ཕྱི་བར་གཉའ་ཆག་པ་རེད་པས། ཁོ་ཚོ་མིག་མ་མཐོང་ན་ལ་ཁོ་ཚོ་གི་རྐང་བཙུགས་ནས་བཀག་པ་རེད་པས། ཁ་ཕྱི་ན་ན་སྡེ་བའི་རི་ང་ལ་གསེར་རྟ་ཚུལ་ཁྲིམས་ལ་ཡ་ནི་ཨ་རོ་སྐམ་པ་ཅིག་ལ་གི་འདུག་ཨ་ཁྱོད་རང་ཏིས་ཁ་མང་གྲག་གི་འདུག་ཏིས་ཉུང་སུ་བྱིས་ལ་ལ་གི་འདུག་ཨ། ཨ་ནི་དེ་འདྲས་ལ་ན་ང་རང་ཚོ་གི་གྲོས་ཚོགས་ནང་ལོགས་ལ། ཞབས་བཀྱག་གང་ལ་གླས་ངེས་ཀྱི་སྤྱི་འཐུས་དེ་ཚོ་གང་ག།

མདོ་མདོ་སྨད་དང་དབུས་གཙང་དང། ཨ། ག་བ་ག་ས་ནས་བཅུག་ཡོང་འདུག་ཨ། དེ་གང་ག་བཅུག་ཚར་རྗེས་སོ་སོ་གི་ཁུངས་ནས་སོ་སོ་དང་ལངས་ཐུ་ཡ་གི་པགས་ཚོ་འདི་ཚོ་བཞག་འོར་བ་ཡ་མེད་ན་སོ་སོ་གི་མི་རིགས་ཁམས་པའི་སྤུ་གུ་འདི་ཚོ་ལ་བླངས་དགོ་གི་རོ། སོ་སོ་ཁམས་པའི་སྤུ་གུ་འདི་ཚོ་མ་བླངས་བ་ཅན་ཕྱི་ལོག་ནས་མི་བརྫང་བཅུག་ཡོད་འདུག་ཨ་ནི་རྒྱབ་ཏུ་དཔུང་ལངས་ཡོད་འདུག་ག་ལ་དེ་ག་ནས་ཏག་ཏག་འདས་སོ་ལ་ཡ་ཅིག་ཆགས་ཀྱི་འདུག་ཨ། ག་ནས་ལྟ་ན་རེ། ག་བ་ནས་འགོ་ཚུགས་བ་ཡིན་ན་རེ། གང་དག་མི། ད་ལྟའི་ང་ཚོ་སྤྱི་ཚོགས་ནང་ལོགས་ལ། ཉན་པ་ལགས་སོ་ཉན་པ་ལགས་སྤྲད་ལ་ནི་ཁ་མག་རྒྱ་རི་བཙན་ནི་ཆོ་བཅས་ཡ་མི་འདུག་རོ་བ། ཨ་ནི་སྤྱི་ཚོགས་ནང་ལོགས་ལ་མི་རེ་རེ་གཉིས་གཉིས་ལ་ད་ལྟ་བཏང་ནི་ཆོ་མི་འདུག་རོ་བ། པགས་པ་ཤུ་ནི་ཆོ་མི་འདུག་ད་ཐ་མག་དེ། ལོ་འདི་ག་འགྲོ་སོང་བཏང་ཡིན་དུས་ཚོད་སྤྲད་ཡིན། ཉམས་ཤིང་བྱེད་ཡིན་མགོ་ཚུགས་ཡིན། བྲི་དགོས་ས་ལ་བྲི་ཡིན། ཐུག་དགོས་ས་ལ་ཐུག་ཡིན་བཤད་དགོས་ས་ལ་བཤད་ཡིན་ཚང་མ་ཚར་ནས་ད་འདོད་ཡིན་ནའི་སྒྲིག་འཛུགས་འདིའི་དགྲ་བོ་ཅིག་གིས་གུ་གྱོད་རྒྱག་གི་མི་འདུག་ལགས་ན་དེ་འགན་དེ་གང་ག་སྒྲིག་འཛུགས་ཀྱིས་བཞེས་དགོས་དགོས་རུ་བ། ཨ་ཨ་སྒྲིག་འཛུགས་ལགས་ན་སུ་རེད་ལགས་ན། ཨ་དེ་སྒྲིག་འཛུགས་ནང་ལོགས་ལ་སུ་སུ་རྐུབ་བཀྱག་ག་ལ་དེད་འདུག་དེ་ཁོ་རང་ཚོ་ཚང་མིང་གིས་སྒོ་གང་ལ་ཨ་མཉམ་ཞུགས་བྱས་ནས་གོང་དགོས་ཀྱི་རེད་མ་གཏོགས་མི་ཡིས་གཅིག་གིས་གཅིག་པོ་སྒོ་གང་ལ་གོང་དགོས་དགོས་ཡ་གཅིག་རེད་བསམ་གྱི་མི་འདུག་དེ། དེ་སྲིད་ཀྱང་གོ་ལ་གཅིག་པོ་གོ་ཡ་རེད་བསམ་གི་མི་འདུག་དེ་སྒྲིག་འཛུགས་ནང་བསྡད་བྱ་ངེས་ཀྱི་ཚང་མས་གོ་འགོ་རེད་མ་གཏོགས་སྐབས་རེ་སྐབས་རེ་ཁྱོད་རང་ཚོ་སྒྲིག་སྒྲིག་འཛུགས་ནས་སྒྲིག་འཛུགས་ཨང་སུ་མ་བསྡུས་ནས་མ་མི་མང་ནང་ལ་ཤོར་ནས་ཨ་ནེ་བད་ཀོ་ར། རྙོག་དྲ་བཙོང། སྐབས་རེ་སྐབས་རེ་ཡང། འདི་མི་རེ་རེ་གང་ལ་སྦྱིན་པ་བརྩི་ནས་ཡོང་ནུས། ཨ། འཛུགས་བཙུགས་ནས་ཡོང་དུས་གང་ལ་དེ་མི་དེ་ཡང་ཡང་རང་ཅག་ཡར་རྒྱུགས་འགྲོ་ནས་ཡང་སྒྲིག་འཛུགས་ཀྱི་བ་ལ་སྒྲིག་འཛུགས་ཀྱི་ཞྭ་མོ་བོས་ནས་ང་སྒྲིག་འཛུགས་ཀྱི་མི་ཡིན་ལབ་པ་ཡིན་ན་ཏག་ཏག་བསྡད་དགོས་འོ་མ་རེད།

དེ་གང་ག་རྐུབ་བཀྱག་དེ་ཚོ་ཁྱོད་རང་ཚོ་གི་བཀའ་ཤག་པ་ཡིན་ན་གང་ཡོང་གི་རེད། ཏག་ཏག་བསྡད་ཀྱི་མ་རོ་བ། ད་མཐོང་གི་འདུག་བ། འོས་བསྡུ་ལྷན་ཁང་གི་སྐབས་ལ། ཨ་རེ། འོས་བསྡུ་འགན་འཛིན་ཁོ་ལ་གདམ་དུས་གང་ལ། རྙོག་ཁྲ་ཤེས་མཁན་བྱུང་ཡོང་མ་རེད་ད་སྤྱི་ཚོགས་ལ། ཕོ་སྙེ་མ་ག་རེ། གཞོན་ནུ་ཚོགས་པ་གི་ཅིག་ཅིག་ཅིག་རེད་རང་བཙན་ཁ་ཁེར་བ་རེད་ལ་ནི་ཁོ་ལ་རྙོག་ཁྲ་ཤེས་མཁན་བྱུང་ཡོང་མ་རེད་ཡིན་ཤག་ཤག་བྱས་ནས། སྒྲིག་འཛུགས་ཀྱི། ཨ། གཏན་འབེབས་བྱེད་རྒྱུ་རེད་སྒྲིག་འཛུགས་ཀྱི་གདམ་རྒྱོག་རེད་འགྲིག་གི་རེད་ལ་ནི་ཤག་ཤག་རྒྱོ་རེད། རྙོག་ཁྲ་ཤེས་མཁན་བྱོན་ཡོང་མ་རེད་མི་མང་རྩ་ནས། ཡིན་ན་ཡང། ལྟ་གི་ལྟ་གི་ལ་ད་ག་རང་སྒྲིག་འཛུགས་གང་ནས་ཁོ་རང་ཚོ་འགྲེལ་ལོག་རྒྱག་ནས་ཨ་ནི་རྙོག་དྲ་བཤད་ཡོང་དུས་གང་ལ་ཨ་ནི་བྱས་ནས་མི་དམངས་སྐད་ཤོར་ར། ད་ནས་གསུམ་པ་ཨ། ང་རང་ཚོ་གི་སྒྲིག་འཛུགས་ནང་ལོགས་ལ་རྐུབ་བཀྱག་དང་སྡིངས་ཆ་དང་དངོས་གནས་གོང་ནས་དང་ཡིན་པ་ཡིན་ན། ཡིན་གཅིག་མིན་གཅིག་སྙན་མང་གཅིག་བྱས་བཞག་རྒྱུ་དང་སྙན་མང་ཁྱེད་རང་ཚོ་གི་ཨ། འགྲུལ་པ་ཐུས་ནས་སྙིང་དང་མཆིན་པ་དང་གང་ག་སྦྱར་བསྡད་རྒྱུ་དེ་འདྲས་ཨ། ལྷག་མ་ལྷག་འཕྲོ་ཡོད་རྒྱུ་དེ་འདྲས་ཁྲིད་མ་ཡོང་ར། མི་གསར་པ་གསར་རྐྱང་ཡར་བླངས་བཞག་ན་ཡང་ཧང་སང་གི་མ་རེད།

འདྲི་བར་བྱེད་ཀྱིན་ཡོད་ལ་ཡ་དེ་ངས་ཁོ་ལ་གཅིག་པུ་ལོག་འོང་མ་ཐག་ངས་ད་ལྟ་གཏོར་མ་བཏབ་མཚོན་ལུང་རྡོ་དག་དེ་ཡི་ངག་དབང་མཁྱེན་རབ་དེ་ཚོས་གདོང་པ་སྟོན་ཡོང་གི་འདུག་བ་གདོང་པ་སྟོན་ཡོང་ཡ་ངེས་ལ། ཨ་ལེ་དང་པོ། སྒྲིག་འཛུགས་གང་ལ་ཤེས་པ་རྒྱག་ཡ་ངེས་ལ། ཁྱོད་རང་ང་ཚོ་གི་ཧྥུའུ་རྙིང་པ་བརྗོད་ཡ་འདི་གང་ལ་ང་ཚོ་གཅིག་བགྲོ་གླེང་བྱེད་ག་ཡ་ལས་བྱོ། ཁྱོད་རང་ལ་དྲང་བདེན་ག་རེ་ཡོད་ལས་བྱོ། ད་ག་ན་ཤི་འདི་ངག་དབང་བཀྲ་ཤིས་ཟ་ཁར་ས་དེ་ལ་དྭགས་ཀྱི་སྤུག་དེ།

ག་འདྲའི་ཕྱི་ནས་སྐད་ཆ་ཡིན་ནས་ང་ཚོ་ཤེས། ཨ། ག་དུས་ཤེས་ལ་ན་ཁྱོད་རང་ཚོ་རང decide བྱེད་ང་ང་ལོག་མ་རེད། ངས decide བྱེད་མི་གོ་བྱས་ཁྱོད་རང་ཚོར་དུས་ཚོད་ག་ཚོད་ག་དུས་སྟབས་མཐུན་གི་འདུག་ཨ། so that ཁྱོད་ཚོ་གཡོག་མི་གོ་བ་བྱས། ཡ་ལགས་རོ་ཨ་ང་ལ་ད་དུས་ཚོད་མེད་ཡ་ལགས་བྲོས་ལགས་རོ་ཨ། ཁྱོད་རང་ཚོ་དུས་ཚོད་ག་དུས་ཁོམ་གི་འདུག་ཆུ་གི་སྟ་རི་འདི་ལ་ཡིན་ད་ལ་ནི་ལ་ཤི་ད། ཡོང་གོ། ཧཱུྃ་བཟླ། ཚལ་དབང་མ་ལ་ཨོ་པི་ནི་བཟླ། ཁྱེད་རང་ཚོ་སྐྱེ་མེད་ཁ་ཤས་ཀྱིས་ཨ་ཁ་མ་བརྒྱབ་ནས་ནང་ཁུང་ནང་ལོགས་ལ་ཕྱིན་བསྡུ་རི་ངན་ཚོ་རྒྱག་གི་ཡོད་ཁྱེད་རང་ཚོ་ལ་གདོང་དང། ངོ་གདོང་འདྲ་བོ་ཅིག་སྟོན་ཡས་ཡོད་བ་ཡིན་ན་ཤོག་ཁ་རི་ཁ་འདུག་མི་བུ་མོ་ལ་ཁ་བཙུམ་ལས་འགྲོ་བོ་དང་ཁྱོད་རང་དཀྲུགས་ཤིང་མ་རྒྱག་ལས་ཀྱི་ཚབ་ལ་ཁྱོད་རང་ཚོ་གདོང་ཁྱིས་ནི་ང་ཚོ་སྤྱི་ཚོགས་ནང་བགྲོ་གླེང་གི་རྣམ་པ་ཞིག་སྟོན་གོ། ཧཱུྃ་བཟླ།

ངས་བོད། བོད་པའི་སྤྱི་ཚོགས་འདི་ནང་ལོགས་ལ། ཨ། བོད་པ་དང་བོད་པ། བོད་པ་སྤྲུལ་ནས་མ་དག་པ་མང་པོ་ཞིག་ལགས་སོ། དེ་བོད་པ་སྤྲུལ་ནས་མ་དག་པ་དང་རང་མ་རང་ལུགས་དང་ཚང་མ་ལ་ཡིན། ཧཱུྃ་བཟླ། ང་ཡི་བོད་པ་ཡིན། ང། ཁྱོད་ཡི་བོད་པ་ཡིན་ལ་ངས་ཚང་མ་ལ་ཡིན། ཡོར་བས་ཀི་སི་མེ་དམ་ཧའི་ལས་བྱོ། ཤོ་ཨ་ལས། དང་ར་ཡིན།